སྡུག་པའི་ལས་ཀྱིས་འབྲས་བུར་ཐོབ་པས་སོ། དེའི་ཕྱིར་སྲོག་ལ་བབ་ཀྱང་སྡུག་པའི་ལས། ནམ་ཡང་མི་བྱེད་རྒྱལ་སྲིད་ལག་ལེན་ཡིན། ཞེས་གསུངས་པར་རོ། ད་དེའི་གར་ལ་བསྐོར་ལ་ན་གཙོ་བོ་དེ་ནི་སྐྱེས་བུ་ཆུང་བའི་ལམ་དང་འགལ་བས་སྐྱེས་བུ་ཆུང་བའི་ལམ་ན་སྐྱེ་བ་བཤུལ་མ། ལྷ་དང་མི། ལུས་རྟེན་ཐོབ་ཐུབ་ཡ། དེ་འདྲ་ཅིག་གི་ཆེད་དུ་ཨ་ནི་ཉམས་ལེན་ཅིག་བསྡད་མཁན་དེ་འདྲ་ཅིག་ལ་སྐྱེས་བུ་ཆུང་ངུ་ལབ་གི་ཡོད་རེད། ཨ་ཤིན་ཏུ་ཟོར་གི་ངན་སོང་སྡུག་བསྔལ་རྣམས་ཁོ་རང་ཚོ་ཨ་ནི་སྐྲག་ས་ཤེས་ས། འཇིགས་ས་དེ། ངན་སོང་གསུམ་གི་སྡུག་བསྔལ་དམྱལ་བ་ཡི་དྭགས་དུད་འགྲོ། ངན་སོང་གསུམ་གི་སྡུག་བསྔལ་ཨ་དེར་བསྡད་རོགས་ཁོང་ཚོ་དེ་ལས་ཐར་ནས་ལྷ་འམ་ཡང་ན་མི་དེ་འདྲ་ཅིག་ཐོབ་ན་འགྲིག་གི་ཡོད་རེད་ད་ཁོ་རང་ཚོ་དམིགས་ཡུལ་དེ་འདྲ་ཅིག་རེད། སྡིག་པའི་ལས་རེད་སྲོག་གཅོད་པ་དང་མ་བྱན་པ་ལེན་པ་དང་ཨ་ནི་ལོག་གཡེམ། ཨོ་དེ་འདྲ་གི་སྡིག་སྤེལ་ལས་ཚ་པོ་ཆེ་ཨོ་འདི་ཚོ་ད་ལོག་ལྟ་ལ་སོགས་པ་དེ་འདྲ་གི་ནི་ངན་སོང་གསུམ་ལ་སྐྱེ་གི་ཡོད་རེད། ཡིན་ཙང། ཨ། ངན་སོང་གསུམ་ལ་སྐྱེ་དགོས་བ་དེ་སྡིག་པའི་ལུས་ཀྱི་འབྲས་བུ་མིན་པ་རེད་ཟེར་ནང་ཨ་ནི་ཐུབ་པ་སངས་ཀྱི་བཅོམ་ལྡན་འདས་ཀྱི་གསུངས་པ་རེད། རྒྱུ་མཚན་དེའི་ཕྱིར་ན་སྲོག་ལ་བབ་ཀྱང་སོ་སོ་ཤི་དགོས་ཀྱི་ཡོད་པ་ཡིན་ན་ཡང། སྡུག་པའི་ལས་ཚ་པོ་བྱེད་དོན་དེ་མི་བསགས་རྒྱུ་དེ་རྒྱལ་སྲིད་བྱང་ཆུབ་སེམས་དཔའ་རྣམས་ཀྱི་ལག་ལེན་ནི་ཉམས་ལེན་རེད། ཡིན་ཙང་ང་རང་ཚོས་ཀྱང་དེ་ནང་བཞིན་བྱེད་དགོས་རེད། དེ་འདྲ་ཅིག་སོང་བ་ཡིན་པ་རེད། སྤྱིར་བཏང་ང་ཚོ་མི། སྤྱི་ཚོགས་ནང་ལོག་གི་མི་མང་པོ་ཅིག་སྐྱེ་བོ་ཆུང་ངུ་ཙམ་ཡང་རེད་ཡོད་མ་རེད། ཨ་ནི་ཁ་ནས་ཀྱི་ཐག་པས་ཐག་པས་ཐེག་པ་ཆེན་པོ་ཟེར་གི་ཡོད་རེད་སོ་སོ་ཐེག་པ་ཆེན་པོ་ཡིན་ཟེར་གི་ཡོད་རེད་ཐེག་ཐེག་པ་ཆུང་ངུ་ཡིན་ཟེར་གི་ད་འདྲ་མི་འདྲ་ཟེར་གི་ཡོད་རེད་དེ། དོན་དག་རྡོག་རྡོག་ཚེ་འདིའི་བློས་བཏང་ཐུབ་གི་ཡོད་གམ་འདུག་གདའ་མི་འདུག། ཚེ་འདིའི་བློས་བཏང་ཐུབ་གི་མེད་ན་ཐག་པ་ཆེན་པོ་ཡང་རེད་ཡོད་མ་རེད། ཕ་ཆེར་ནང་པ་ཡང་རེག་གི་ཡོད་ན་མེད་ན་ལྟ་ཡ་རེད། ཚེ་འདིའི་བློས་བཏང་ཐུབ་མ་འདུག་ཟེར་བ་དེ་སྐྱེ་བ་དཀྱུས་མ་དོན་གཉེར་གི་བློ་ཡོད་དམ་མེད། སྐྱེ་བ་ཕྱི་མ་ངན་སོང་གསུམ་ལ་མི་སྐྱེ་བར་ལྷ་དང་ཡང་ན་མི་དེ་འདྲའི་ཅིག་སྐྱེ་ཡ་གི་ཆེད་དུ་བརྩོན་འགྲུས་བསྟེན་གི་ཡོད་དམ་མེད་འབད་པ་བྱེད་ཀྱི་ཡོད་དམ་མེད་དེ་ལ་ལྟ་དགོས་ཀྱི་རེད། ཕ་ཆེར་མི་མང་ཆེ་བ་ཅིག་གིས་ནི་སྐྱེ་བ་ཕྱི་མ་མི་འམ་ཡང་ན་ལྷ་ཐོབ་ཡ་གི་ཆེད་དུ་དཀའ་ལས་སྤྱད་རྒྱབ་ཀྱི་ཡོག་མ་རེད་ལྷོད་ལྷོད། ཨ་ནེ་ད་ག་འདྲའི་གཟིགས་སྐྱོང་ནས་བྱུང་ཟེར་ནས་ནི་ཡིད་ཞགས་ཡོད་པ་དེ་འདྲ་ཅིག་རེད་ཨོ་ཐུགས་རྗེ་ཆེ།